ཡིག་ཅིག། ཨོ། དེ་ནས་ད་གཏམ་བཟང་གི་ནི་ཚོད་ཅེས་ཡ་གོང་ས་གཞི་ནོར་བུ་ཡ་ནི་དུ་ས Grammy Award གི་གཟིངས་རྟགས་དུ་ས་ཐོབ་ཡོད་པའི་ནི་ཚོད་ཅིག་དང་འབྲེལ་བའི་ཐོག་ནི་ད Grammy Award ལས་དེ་རྩ་བའི་འཛམ་གླིང་ནང་ལོགས་ནས་ད་ད་ད་ང་ཚོས་གཞས་ནས་སྒྱུ་རྩལ་ཡོར་བ་ད་དེ་འདྲའི་གི་ཅིག་སྙན་ངག་ད་དེ་འདྲའི་གི་ཐོག་ནས་ནི་ཅིག་སྒྲ་དབྱངས་ད་ད་དེ་འདྲའི་རོ་དབྱངས་ད་ད་དེ་འདྲའི་གི་ཐོག་ནས་ད་འཛམ་བུ་གླིང་གི་ནང་ལོགས་ནས་གཟིངས་རྟགས་ཆེ་ཤོས་དེ་ཆགས་བསྡད་གི་ཡོད་པ་འདྲ་ད་གློག་བརྙན་འདྲ་བོ་རེད་ད་ཅིག་དེ་འདྲའི་ཡང་ཅིག་ལོ་རྒྱུས་གི་གློག་བརྙན་དེ་འདྲའི་རེད་ད་དེ་འདྲའི་གི་ཐོག་ནས་ཡིན་ན་ད་འདི་ང་ཚོ Oscar Award དེ་ད་སྐད་གྲགས་ཆེ་ཤོས་བརྩི་གི་ཡོད་པར་བ། ད་ཞེས་དང་འབྲེལ་བའི་ཐོག་ནས་རེད་ཡང་ཅིག་བཀའ་སློབ། དེ་འདྲས་ནས་རེད་ད་གཏམ་བཤད་ལ་བོར་བས་ད་དེ་འདྲས་ཀྱི་རུ་ཁག་ཅིག་དེ་ད་ལྟ Grammy Award ཀྱི་ནང་ལོག་ནས་ད་ཆེ་ཤོས་དེ་བརྩི་གི་འདུག་བ་ད་སྐུ་འདུས་ཤིན་ཏུ་བོད་ཀྱི་ཉིས་སྟོང་བཞི་ལོ་ལ་བརྩམས་བཞག་པའི་ཕྱག་དེབ་ཅིག་ནས་ད་ཁ་ལོ་ང་ཚོའི Art of Happiness རེད་བ་ད་ག་ད་སྐྱིད་པོ་དེ་ག་འདྲས་ཚོར་དགོས་ཀྱི་ཡོད་མེད་ལ་བོར་བས་ད་ང་ཚོ་སྐྱིད་པོ་ཡིན་པ་ག་འདྲས་དྲན་དགོས་ཀྱི་ཡོད་མེད་ང་ཚོ་སེམས་པ་སྐྱིད་པོ་ག་འདྲས་གནས་དགོས་ཀྱི་ཡོད་མེད་ད་དེ་འདྲས་ཀྱི་ཐོག་ནས་ཕྱག་དེབ་ཅིག

སྙིམ་པ་ཆེ་ཤོས་གཅིག་ལ་འོ་རོགས་ལྟ། སྒྱུ་རྩལ་བའི་ནང་ལོགས་ནས་ན་སྙིམ་པ་ཆེ་ཤོས་གཅིག་ཆགས་བསྡད་ཀྱི་ཡོད་པ་རེད། ད་རྩ་བའི་ང་ཚོ་འཛམ་གླིང་བཞི་པའི་གཟིག་མདའ་དང་འདྲ་མིན་མང་པོ་ཡོད་པ་རེད་པ། ནས་འདི་གཅིག་ཆགས་བསྡད་ཀྱི་འདུག་ད་འདི་སྤྲད་སའི་དུས་ཨ་རིས་ནས་སྤྲད་ཀྱི་ཡོད་པ་དང་ནས་དེ་འདྲའི་དཔྱད་རེད་ད་བཤད། ད་ཁ་ཚང་གོང་ས་མཆོག་ལ་འདི་ཕུལ་བ་དང་ད་འདི་ཡོད་ཁྱབ་སྲིད་ཡོད་མ་རེད། ཆོས་ཕྱོགས་རང་གི་རེད་བས་རང་ལུགས་ཡིན་ན་ཅིག་ཁ་ལོ་ང་ཚོའི་སྒྱུ་རྩལ་རང་གི་གཟིངས་རྟགས་ཅིག་ཆགས་བསྡད་ཀྱི་ཡོད་རེད་ཡིན་ནའི་ད་རྒྱ་ནག་གི་ཕྱི་སྲིད་ལྷན་ཁང་གི་གསར་འགོད་གསལ་བསྒྲགས་སྐབས་སུ་ཨ་ནི་གསར་འགོད་པ་བུད་མེད་ཅིག་གིས་ཨ་ནི་ཁོ་རང་ལ་སྐད་ཆ་དྲིས་རྗེས་ཨ་ནི་གོང་ས་ཡེ་ཤུ་ནོར་བུ་ལ་དེ་འདྲས་ཀྱི་གཟིངས་རྟགས་ཤིག་ཐོབ་བཞག་ཟེར་བ་ཨ་འདི་གང་ལ་ཁྱེད་རང་བསམ་ཚུལ་ག་རེ་ཡོད་ལ་དུས་ཨ་ནི་གོང་ས་མཆོག་ཆོས་པ་མ་རེད་ཟེར་བ་ཁོ་རང་ཆབ་སྲིད་པ་རེད་ཟེར་ནས་ཆབ་སྲིད་ཀྱི་ཐོག་ཨ་ནི་ཀྲུང་གོ་རྒྱལ་ཁབ། ད་གཏོར་ཡ་ལ་བོར་བའི་ཁ་བྲལ་བཏང་ཡ་གི་ལས་ཤིག་བྱེད་གི་ཡོད་རེད། དེ་ཚོ་ཡ་འདུག་སེ་ཁ་ལོར་ད་ཟིང་ཐག་བྲད་ད་ནི་གུ་རྩིས་བྱས་དེ་ཚོ་ང་ཚོ་གི་ད་ཁ་ལོར་ངུ་ལེན་མེད་ལས་སོར་ད་གང་ད་དེ་འདྲ་གི་ལན་འདེབས་རྒྱབ་པའི་གནས་ཚུལ་བཅས་རེད་དེ་ཤག་གང་ད་གོང་ས་མཆོག་ལ་འདུག་སེ་འཛམ་གླིང་ཞི་བའི་ཟིང་ཐག་ཕུལ་ཚར་བ་རེད་ད་དེ་འདྲ་བའི་ཟིང་ཐག་མང་པོ་ཡོད་རེད་དེ། ཡིན་ནི་ད་འདི Grammy Award དེ་ཡང་ཁོ་རུ་ཁག་གཅིག་དང་གཞོན་སྐྱེས་ཀྱི་དམིགས་བསལ་གྱི་གཞས་གདངས་དང་རོལ་དབྱངས་དང་དེ་འབྲེལ་གྱི་སྒྱུ་རྩལ་གྱི་སྣང་ནི་ཆེ་ཤོས་བཅས་ཆགས་བསྡད་ཀྱི་ཡོད་པ་ཡིན་ཙང་ཡང་འཛམ་གླིང་གི་གཞོན་སྐྱེས་ལ་མང་ཤོས་སྙོམ་ངད་ཀྱི་གཟིངས་རྟགས་ཅན་དུ་ཆགས་བསྡད་ཀྱི་ཡོད་པ་དེ་གང་ལྟར་འདི་སྐད་གྲགས་ཆེན་པོ་གཅིག་རེད། དེའི་སྒང་ལ་ནི་དུ་ས་རྒྱ་ནག་གི་བྱེས་མ་ཀོ་ཡ་ཀི་སྤྱོད་འཇུག་བཅས་བྱས་པའི་ཐོག་ནས་ད་གསར་ཁང་ཚང་མའི་ནང་ལོགས་ལ་གྱམ་བྱས་ལ་ནི་དུས་ཟིང་ད་དེ་རབ་རེད་དེ་གྱམ་མིག་སྤྱོད་འཇུག་བྱས་པ་རེད་ལ་དུས་ད་གསང་འཇུག་དེ་ད་དུས་དེ་ལ་ཡ་ཆེ་བྲོད་ཅོར་བ་དེ་འདྲའི་འགལ་ནི་ཚོད་བཅས་བྱུང་ད་ཞེ་ད་གང་ད་བྱས་རྗེས་གསར་ཁང་མང་པོ་ཅིག་གི་ནང་ལོགས་ཡ་ང་འདི་སླེབས་བསྡད་ཀྱི་འདུག་ད་དེའི་མཉམ་དུ་ཡང་ང་ཅིག་ཁ་ལོ་ང་རང་གསོད་ཀྱི་ཡིན་ན་ད་དེའི་གྱམ་མིག་གིས་སྤྱོད་འཇུག་བྱས་ཡོང་དུས་དེ་ལ་རྒྱབ་སྐྱོར་མཚོན་བྱེད་ཀྱི་ད་བཀྲ་ཤིས་དེ་ལས་ཅི་མ་ཏུ་བྲིས་ཤིང་མེད་ན་བྲིས་ཡར་ད་དེ་བ་ལ་རུ་བ

ད་ལན་གནའ་བོར་བའི་འོ་ན་ཅིག་ལྟ་ཀུན་འདུས་ལ་རྒྱབ་སྐྱོར་སྟོན་ཐུ་ཨེ་ཏི་གལ་ཆེན་པོ་རོ་ནམ་ཤ་ཁྱུ་ནང་ལོག་ནི། སྤྱི་ཚོགས་ནང་ལོག་ནི་ཕག་སོད་ཕྱིན་ཆུད་དེ་འདྲ་ལ་ནི་མ་ཡིན་པ་ཡིན་པ་སོན་བྱས་ལོ་དེ་མ་ཡིན་པ་ཇི་ལྟ་དེ་རིང་རྒྱ་མི་གི་དངོས་སུ་འདུག་སའི་ཁ་ལོར་སྤྱོད་འཇུག་བྱས་མ་མགོ་སེ་ལ་སྤྱོད་འཇུག་བྱས་ཡོང་དུས། ང་ཚོ་གི་དེ་ལ་ཅིག་ཚོར་བ་སྟོན་ཡ། འོ་ནི་འཛམ་གླིང་གསར་ཁང་སོ་སོ་ག་རེ་ལྟ་གི་ཡོད་ན་བྷི་བྷི་སི་སི་ཨེན་ཨེན་ད་གར་གར་མོ་ལྟ་གི་ཡོད་ན་ཚང་མ་ནང་དུ་ཕ་ཕྱི་གླེད་དེ་བཞག་འོ་ནི་དེ་ནང་ལོག་ལ་མཁྱེན་དྲས་དེ་ཅིག་ལ་འོ་ར་ད་རྒྱ་མི་ལ་སྡུག་ཅག་ཁྲེལ་བོ་མ་རེད་ཡིན་མི་འགྱུར་བ